པཎ་ཆེན་སྐུ་འཕྲེང་བཅུ་བ་མཆོད་བཀོད་བཀའ་སློབ་སྒྲ་ཐག་ལོ་ངོ་སུམ་བཅུ་སོ་བརྒྱད་སྐུ་རིང་བཞི་ལ་མ་འཐོན་པ་གཟུགས་བོད་ནང་ནས་བྱི་ལ་བཀྲམ་པ་གི་ནང། མི་རིགས་འདྲ་མཉམ་གི་སྟོན་བདག་བཤད་ན་ས་གནས་མི་རིགས་རིང་ལུགས་དང་མི་རིགས་ཁ་བྲལ་རིང་ལུགས་ཡིན་པར་བཤད་པ་ནི་མ་འགྲིག་པ་རེད་ཅེས། རྒྱ་ནག་གཞུང་ལ་སྐྱོན་བརྗོད་དང་མི་རིགས་རང་སྐྱོང་གི་ཁེ་དབང་ལ་བརྩི་འཇོག་བྱེད་དགོས་པ་སོགས་གསུངས་ཡོད་པ་རེད། ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་བ་ཆོས་ཀྱི་རྒྱལ་མཚན་མཆོག་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་བཅུ་བཅུ་གཉིས་ལོ་དགུར་ཟླ་བ་བཅུ་བ་གི་ཚེས་བམ་ཉེར་ལྔ་ཉིན་མ་མདོར་ན་བདུད་མཚོ་དགེ་རྫོང་བཤའ་མའི་འབྲི་ཧུང་དགོན་པ་ལ་ཆིབས་བསྒྱུར་སྐབས་ཀྱི་བཀའ་སློབ་སྒྲ་ཐག་ལོ་ངོ་གསུམ་གྱི་སོ་བརྒྱད་ཀྱི་རིང་བཤུས་ལ་ཡོངས་གྲགས་མ་བཟོས་བ་གཟིགས། འདི་ལོ་ལོ་གསར་གྱི་སྐབས་བསྡད་རྟེན་བཤུས་ལ་བཀྲམ་ཡོད་པ་གི་ནང། པཎ་ཆེན་རིན་པོ་ཆེ་མཆོག་གིས་དེང་སང་མི་ལ་ལས་ནམ་ཡིན་ན་མི་རིགས་མཐུན་སྒྲིལ་དགོས་ལུགས་བཤད་ཀྱི་ཡོད་ན་ཡང། མི་རིགས་འདྲ་མཉམ་གྱི་དོན་དག་བཤད་ན། དེ་ནི་བསགས་ནས་མི་རིགས་རང་ལུགས་དད་མི་རིགས་ཁོད་བྲལ་ལ་སོགས་པ་ཡིན་ལུགས་བཤད་པ་ནི་མ་འགྲིག་པ་རེད་ཅེས་རྒྱ་ནག་གཞུང་ལ་ཡོངས་གྲགས་སྐྱོན་བརྗོད་གནང་ཡོད་ཀི།

མ་གཏོགས་གདོང་བོ་མི་རིགས་གཞན་ཡང་ཡོད་ནི་རེད། གསུང་བ་དང་མི་རིགས་གཞན་དག་ནི་གྲི་གུ་དུམ་བུ་ཞེས་ཟེར་བ། བོད་རིགས་རིགས་ཡིན་ན་ཡང་རྒྱ་རིགས་ལ་སོགས་པ་མི་རིགས་གཞན་རང་གི་ལ་ཡང། ཚིག་མཇུག་བཞི་ཡ་ཚིག་འབྲི་བཞི་ཡ་དུམ་བུ་ཞེས་ཟེར། རྒྱ་རིགས་ལ་སོགས་པ་མི་རིགས་གཞན་གྱི་ཡང་ང་ཚོ། བོད་ཀྱི། གོམས་གཤིས་རེད། གི་ཁང་རེད། ད་སྐོར་དེ་ཡང་རང་བྱུང་གི་གི་ཁང་ལ་ཚིག་མཇུག་བཞི་ཡ་ཧ་ནི་གྲི་གུ་དུམ་བུ་རྒྱག་པ་ནི་རེད། མི་རིགས་འདྲ་མཉམ་བྱུང་ལ་གཞི་ནི་མི་རིགས་མཐུན་སྒྲིལ་ཡོང་རྒྱུ་རེད་འདྲ་མཉམ་མ་བྱུང་ལ་གཅིག་གཅིག་ལ་ཐུབ་རྒྱུ་བཏང་ན་འདྲ་མཉམ། མཐུན་འབྲེལ་ཡོང་རྒྱུ་ཡོང་ནི་མ་རེད། སྐབས་དེར་ཀུན་གཟིགས་པཎ་ཆེན་བཅུ་བ་མཆོག་གིས་བཀའ་སློབ་གནང་ཡུལ་མཛོད་དགེའི་བཤད་མའི་ས་གནས་ཀྱི་མཚོན་པ་གི་བོད་ཀྱི་འབྲོག་ས་ཁག་མང་བོ་ཟིག་ཏུ། རྩྭ་ས་གཙོད་རླངས་ཀྱིས་བོད་མི་ནང་ཁུལ་གསོ་རིག་གཏོང་བ་བརྡ་རྐུབ་འཕྲོག་བཅོམ་གསུམ་ཤུགས་ཆེ་བྱེད་པ། བོད་མི་ཕན་ཚུན་འཁྲིག་འཛིང་གི་ཟོལ་མེད་ཀྱི་གནས་ཚུལ་མང་བོ་བྱུང་གི་ཡོད་པས། དེ་འདྲ་གཏན་ནས་བྱ་མི་ཉན་པར་བོད་མི་ནང་ཁུལ་མཐུན་སྒྲིལ་བྱ་དགོས་པ་གི་བཀའ་སློབ་གནང་ཡོད་ཀི།

རང་ཚད་སྐར་མ་གསུམ་གྱི་སོ་བདུན་ཡིན་པ་དེར་བརྟེན་སྐབས་དེར་མཛོད་དགེ་བྱམས་མེད་ཀྱི་སྔར་སྐོར་གཏན་འཕེར་དང། ཚེས་བཞི་བཞི་པ་གཉིས་ཀ་གི་སྦྲ་འཇུག་གནང་བ་གཟིགས། བཀའ་སློབ་དེ་གནང་ས་གི་སེར་སྐྱ་མི་མང་གི་ནང། ཁྲི་ཆེན་ཀོང་ཐང་སྐུ་འཕྲང་དཀྲུག་པ་བསྟན་པའི་དབང་ཕྱུག་ཚང་དང། སྡེ་ཁྲི་འཇམ་དབྱངས་ཐུབ་བསྟན་རྒྱ་མཚོ། ཁྲི་རྒན་བློ་བཟང་ཚུལ་ཁྲིམས་རྒྱ་མཚོ། རྗེའི་རྣམ་སྤྲུལ་འཕྲིན་ལས་རྒྱ་མཚོ་དང་དབལ་ཤུལ་བསྟན་པའི་རྒྱ་མཚན། ཆུན་པོ་ཚུལ་ཁྲིམས་རྒྱ་མཚོ་དང་ཨ་ལགས་ཀླུ་འཕྲིན་ཚང་སོགས་འདོར་མ་གི་བླ་ཆེན་མང་བོ་ཟིག་ཀྱང་འདུས་ཡོད་ཅིང། ཉི་མ་དེར་པཎ་ཆེན་རིན་པོ་ཆེས་འབྲོག་ས་ཁག་ལ་ཆེད་དུ་གཟིགས་ཞིབ་དང། མཛོད་དགེ་བཤམས་མའི་དཔོན་ཚང་དུ་ཕེབས་པ་སོགས་ཀྱི་སྐུ་པར་ཀྱང་མཉམ་དུ་བཀྲམ་ཡོད་ཁར། པཎ་ཆེན་རིན་པོ་ཆེ་གི་བཀའ་སློབ་དེ་ཨ་མདོའི་ཁ་སྐད་ཀྱི་ནང་གསུངས་ཡོད་པ་རེད། པཎ་ཆེན་སྐུ་འཕྲེང་བཅུ་བ་བློ་བཟང་འཕྲིན་ལས་ལྷུན་གྲུབ་ཆོས་ཀྱི་རྒྱ་མཚན་མཆོག་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ཀྱི་ལོར། མདོ་སྨད་མཚོར་སྔོན་དབུས་མདོ་དཔོན་ཚང་དུ་འཁྲུངས་ཤིང། སྤྱི་ལོ་ཆིག་སྟོང་དགུ་བརྒྱ་རྒྱ་ཆིབས་བསྐྱར་དགུ་ལོ་དགུ་ཟླ་བ་དང་བོའི་ཚེས་བབ་ཉེར་བརྒྱད་ཀྱི་ཉི་མ་གདན་ས་ཆེན་པོ་བཀྲ་ཤིས་ལྷུན་པོ་རུ་དགོངས་པ་མྱ་ངན་ལས་འདས་ཡོད་པ་རེད། བཞུགས་སྒར་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།